མང་གཙོ། ཀ་བ་གསུམ་གྱི་མཛད་གཙོ་བོ་རྣམ་པ། སྲི་ཞུ་བ་རྣམ་པ། སྐུ་མགྲོན་རྣམ་པ་དག་ནང་བཞིན་ཏེ། ཆེད་མངགས་ཕེབས་པའི་འབུམ་རམས་པ་ལག་འཁྱེར་བཞེས་མཁན། སློབ་ཕྲུག་རྣམ་པ་ཚང་མ་ལ། ད་རིང་འདས་བོད་ཀྱི་ཉམས་ཞིབ་ཁང་སྒོ་འབྱེད་སྐབས་ལ་རྣམ་པ་ཚོ་ཕེབས་པ་ལ་འཚམས་འདྲི་དང་ཐུགས་ཆེ་ཞུ་ཡ་ཡིན། ལྕམ་ཧི་ལི་རི་ཀླིན་ཐོན་གྱིས་ག་ཚོད་མགུ་མ་ཉམས་ཞིབ་ཁང་ཞིག་ལ་ཕེབས་དོད་ཁང་གཅིག་བསྲུངས་བྱས་ཏེ་བདེན་པ་ཡིན་ན་སམ་བསམ་འདྲ་ཚོར་བ་བྱུང་སོང། སུ་ཡིན་ནའི་ཡང་ཅིག་ཚོགས་པ་ཡིན་ནའི་ཡང་གཞུང་ཡིན་ནའི་ཡང་འཛིན་སྐྱོང་གཅིག་ལ་འགན་འཁྱེར་ནས་འཛུལ་ཞུགས་བྱས་ཚར་བའི་ཞུ་གུ་ལ། དེ་ནས་མ་ཐོན་བར་དུ་ཨ་སུ་སུ་ཀླད་པ་ན་ལ་འདི་དངོས་ལ་ག་རེ་ཤིང་བ་དེ་ག་རེ་སྦྱང་བ་དེ་རང་ཤ་ལྷག་གི་རེད། དེ་ཡུན་དོའི་སྐབས་ལ

ར་ཧག་པོར་ཆགས་ཏེ་འོར་ཁང་ཚ་འཛིན་སྐྱོང་དང་འབྲེལ་བའི་དུས་རྒྱུན་དུ་ནི། ཕྱག་ལས་མང་པོ་ཞིག་གནང་དགོས་དོད་སྐབས་ལ། འདི་སོང་ཙང། གཞུང་ཡིན་པ་ཡིན་ནའི་ཡང། ཚོ་བ་ཁ་ཆེ་ཁག་འདི་གས་ཀྱིས་ཡིན་གཤིས་མིན་གཤིས། ཉམས་ཤིང་ལྷན་ཁང་ཅིག་བཙུགས་གོ་རེ་བཙུགས་གོ་རྒྱུ་མཚན་འདི་སྐབས་འདི་དུས་ལ་གནས་ཚུལ་གཏིང་ཟག་པ། དགོས་ཀྱི་ཡོད་པ་ཡིན་ན། ཨ་འདས། ཅིག། གནད་དོན་དེ་འདིར་ནས་ཆ་བཞག་འདིའི་ཆེད་དུ་ཉམས་ཞིབ་བྱེད་རོགས་བྱེད་འདི་རྫ་དྲག་འགོག་གི་འདུག་དུས་དེ་འདྲའི་བྱེད་ལུགས་འགོག་གི་འདུག་ཟེར་བྱུང་བ་ཡིན་པ་ཡིན་ན། ཨ་ནི། འཛིན་སྐྱོང་ནང་ལ་ཡིན་པ་ཡིན་ནའི་ཡང། གཞུང་ནང་ལ་ཡིན་པ་ཡིན་ནའི་ཡང། ཕྱག་ལས་གནང་མཁན་ཚོ་ལ། ཨ་ནི། ཁོ། འཆར་གཞི་བཏིང་སྟངས། སྲིད་ཇུས་གཏན་འབེབས་བྱེད་སྟངས་གང་ཅིའི་ཐོག་ནས་ཡིན་པ་ཡིན་ནའི་ཐུགས་ཕན་གསོས་ཀྱི་ཡོད་ཙང། ཨ་ཉམས་ཞིབ་ལྷན་ཁང་ཟེར་མཁན་དེ་སྒུག་གི་ཡོད་པ་དེ། ཡོངས་གྲགས་ཆགས་བསྡད་ཡོད་རེད། ད་ལྟ། དྲུང་པ་བློ་བཟང་ལགས་གསུང་བ་ནང་བཞིན་རེད། དེ་གསུང། བོད་གནས་ཉམས་ཞིབ་ཁང། དབུ་བཙུགས་བྱས་རྗེས་བདུན་ཅུ་དོན་གྲངས་ནས་བྱས་རྗེས་ད་ལྟ་བར་དུ། ཉམས་ཞིབ་གནང་ཞེས་དཔར་སྐྲུན་གནང་བཞག་པ། རྩོམ། ཞིབ་འཇུག་བྱས་བཞག་པ། དངོས་གནས་རང་དབུ་མ། འདི་ན་ཉམས་ཞིབ་གནང་མཁན་ལས་བྱེད་པ་ཚོགས་ཀྱི་སྐུ་ལས་བཞི་བོ་ཤི་སྐྱོན་བྱས། ཁ་ཡོད་ལག་ཡོད། འབྲས་བུ་སྨིན་པ། གསལ་བོ་ཞེ་དྲག་ཡིན་པ་འདི་ད་ལྟ་དྲུང་པ་བློ་བཟང་ལགས་གསུངས་སོང། འདི་སོང་ཙང་ད་ལྟ་བར་དུ་ཕྱག་ལེན་གནང་མཁན་ནི་བཀའ་བློན་ནས་གཙོས་པའི་འགན་འཛིན་དང་ཉམས་ཞིབ་པ་ཚང་མ་ལ། ཞེ་དྲག་ཡག་པོ་གནང་ཤག་བྱས་བྱས། བསྔགས་བརྗོད་ཞུ་ཡ་ཡིན། ཨ་ནི་བཀའ་ཤག་ཚབ་བྱས་བྱས། ཐུགས་རྗེ་ཆེ་ཞུ་ཡ་ཡིན། ད་ལན་བོད་ཀྱི་ཉམས་ཞིབ་ཁང་འདི་གལ་ཆེན་པོ་བརྩི་བའི་ཐོག་ནས་འདི་ནང་ལ་གཞི་རྩའི་བཀའ་ཤག་ཁུངས་གཏོགས་ཡིན་པ་ལ། བདེ་སྲུང་བཀའ་བློན་དང་དྲིལ་བསྒྲགས་བཀའ་བློན་ཡོད་པའི་ཐོག་ནས་ཨ་ནི་རིམ་པས་ང་ཚོ་ཁག་ཚོགས་རེ་ལས་གཞི་སྤེལ་ཡག་གི་འཆར་གཞི་ཡོད་དེ་བཀའ་ཤག་ཐོག་ནས་གལ་ཆེན་པོ་ཞིག་རག་བརྩི་དགོས་རེད། ད་བཙུད་གོ་རྒྱུ་མཚན་དེ་ད་ངས་བིག་ཞུས་པ་ཡིན། གཙོ་བོ་ག་ཡེ་མ་འཛིན་སྐྱོང་ག་འདྲས་བྱིན་པ་ཡིན་ནས་ཡང་ད་དྲི་བ་ཟི་ནས་རེད། ཆེན་པོ་དྲི་འདྲ་མང་པོ་ཅིག་ད་དུས་རྟག་ཏུ་ཡུང་དེ་གོ་རེད། དཔེ་ན་ཆ་ཤ་བ་ནི་ང་ཚོ་ད་འབྲེལ་བ་ཆེ་བའི་ཆ་ཤ་བ་ཡིན་པ་ཡིན་ན་ད། བོད་ཀྱི་སྒྲིག་འཛུགས་འདི་ལོ་ལྔ་ལྔ་བཅུ་ནང་ལ་ག་འདྲས་ཆགས་ཀྱི་རེད། དང་ནང་བཞིན་བོད་པ་ཚོ་རྒྱ་གར་ནང་ལ་ལོ་ལྔ་ལྔ་བཅུ་ནང་ལ་ག་རེ་ཆགས་ཀྱི་རེད། རྒྱ་ནག་དང་བོད་སྤོ་རུ་ག་རེ་ཆགས་ཀྱི་རེད་རྒྱ་ནག་དང་ཨ་རི་སྤོ་རུ་ག་རེ་ཆགས་ཀྱི་རེད་རྒྱ་ནག་དང་ཡུ་རོབ་སྤོ་རུ་ག་རེ་ཆགས་ཀྱི་རེད་རྒྱ་ནག་དང་ཨེ་ཤ་སྤོ་རུ་ག་རེ་ཆགས་ཀྱི་རེད། དེ་བོད་ནང་གི་གནས་སྟངས་ག་རེ་ཆགས་ཀྱི་རེད་བྱས་ཡོད་འདོད་ཁག་ལ་ད་དྲི་བ་ཆེན་པོ་ཞིག་གྲགས་ཡོད་རེད་ད་ལོ་ལྔ་དང་ལྔ་བཅུ་ནང་ལ་ག་རེ་ཆགས་ཀྱི་ཡོད་པ་འདི་སྔོན་ལོ་རྒྱུས་ལ་ཞིབ་འཇུག་གནང་ད་ལྟའི་གནས་སྟངས་སྲིད་ཨན་མ་འོངས་པ་ལ་ཚོད་ལྟ་སོགས་རབ་བྱས་དགོས་གོ་བ་རེད་ཚོད་ལྟ་བྱས་པ་ལ་གཞི་རྩའི། ཨ་ནི་འགན་འཛིན་པ་ཅིག་འཛིན་སྐྱོང་བ་ཅིག་གིས་རྐུབ་བཀྱག་ལས་ཞུགས་བྱས་ལ་ག་འདྲི་བྱེད་ན་ཞེས་བསམ་བློ་འཁོར་བྱེད་ད་ཚོད་དཔག་རང་བྱེད་བྱེད་བྱེད་པ་འདི་ཚོད་དཔག་རང་བྱ་དགོས་རེད་ཨ་ནི་ཉམས་ཞིབ་བྱས་པའི་ཐོག་ནས་ཨ་ནི་ཚོད་དཔག་ཟེར་ནའི་རེད་ཁོ་འདྲི་བུ་སྨན་པ་འདི་ལ་ཨ་ནི་ཡང་ཁོ་འདི་ལ་རིན་ཐང་ཅི་ཡོད་རེད་འདི་གཞི་བཞག་པའི་ཐོག་ནས་སྲིད་བྱུས་ཡིན་ནའི་རེད་ཕྱག་ལེན་གནང་བ་ཡིན་པ་ཡིན་ན་ཁོ་ཧ་གོ་བའི་ཐོག་ནས། གདེང་ཚོད་ཡོད་པའི་ཐོག་ནས་གང་ལ་གང་འཚམ་ཅིག་དངོས་ལ་འགྲོ་ཡག་གི་ལམ་སྟོན་ཐུབ་པ་ཆགས་དགོས་ལམ་སྟོན་མ་ཐུབ་པ་ཡིན་ན་ཡང་ཉེན་ཁ་ག་རེ་ག་རེ་ཡོད་མེད་དེ་ཨ་ནི་གོ་རྟོགས་ཐུབ་པ་ཆགས་སྲིད་པ་ཆི་རེད། འདི་སོང་ཙང་ད་དྲི་བ་ཆེན་པོ་འདི་འདྲ་མང་པོ་ཡོད་ཡོད་འདོད་སྐབས་ལ་ད་འདི་གནད་དོན་འདི་གས་ལ་ཆེད་མངགས་ད་སྲི་ཞུ་བ་རྣམ་པ་ཚོ་གི་དུས་རྒྱུན་དུ་ནས་ད་འཛིན་སྐྱོང་ཕྱག་ལས་གནང་དགོས་འདོད་སྐབས་ལ་འདི་གས་ག་ལ་ད། གར་ཆག་གི་ཡོད་པ་དེ་ནི་ཉམས་ཞིབ་ལྷན་ཁང་ནང་ཡོད་པའི་ཉམས་ཞིབ་པ་གི་ལྟ་འགན་གཙོ་བོ་ཆགས་ཡོད་སྐོར་རེད། དེ་སོང་ཙང་ད་ཉམས་ཞིབ་ལྷན་ཁང་བཙུགས་རྗེས་ང་ཚོའི་རེ་བ་ལ་བོད་ནང་གི་གནད་དོན་སྐོར་ཉམས་ཞིབ་ད་ལྟ་མང་པོ་གནང་བསྡད་ཡོད་རེད་ད་ལྟ་ཡིན་པ་ཡིན་ནའི་ཡང་ཁོ་བརྒྱུད་གཙོས་པའི་ཆབ་སྲིད་ཀྱི་ཐོག་ནས་དྲང་དམག་གང་ཅིའི་ཐོག་ནས་ཡིན་པ་ཡིན་ནའི་གནད་དོན་མང་པོ་ཞིག་ཡོད་ཡོད་འདོད་སྐབས་ལ་འདི་གའི་ནང་ལ་བོད་ནང་ལ་གནས་སྟངས་ག་རེ་རེད་དོ། གཏིང་ཟབ་པོའི་ངོས་ནས་ཉམས་ཞིབ་བྱེད་ཐུབ་པ་ཡིན་པས་ཡིན། འདི་གི་གནས་ཚུལ་འདིས་ཨ་ནི་ང་ཚོ་སྲི་ཞུ་བ་བཀའ་ཤག་ནང་གྲོས་ཚོགས་ནང་ཅིག་བསམ་ཚུལ་བརྗེ་ལེན་བྱས་པ་ནི་ཐུགས་ཕན་གསོས་པ་ཡོང་གི་ཡོད་ན་བསམ་པའི་རེ་བ་ཡིན། ཡིན་ནས་དེ་འདི་བྱས་པ་ལ་མཐུན་མཁན་དགོས་དགོས་བ་རེད་དེ་ཡིན་ནས་ཡང་ད་ཉམས་ཞིབ་གནང་མཁན་སྤུས་ཀ་ལྡན་པ་ཅིག་དགོས་དགོས་བ་རེད

ད་ལྟ་ཉམས་གཞིས་བོད་ཀྱི་ཉམས་གཞིས་ཁང་ནང་མཐུན་རྐྱེན་སྤྲོད་ཡས་ཏེ་གལ་ཆེན་པོ་ཞིག་ཆགས་ཆགས་ཡོད་འགོ་རེད་འདི་སོང་ཙང་འདི་ནང་ལ་ཉམས་གཞིས་སྣ་ལྔའི་ད་ལྟ་ཡོད་ཤ་བ་ཡག་པོ་ཞིག་བཏགས་ཡོད་རེད་ཞེས་ཆེས་གསུང་གི་འདུག་ཨ་ཁོ་རང་ཚོ་བསམ་ཚུལ་བརྗེ་ལེན་བྱེད་པའི་སྐབས་ལ་ཡིན་ནའི་ཡང་ད་ལྟ་ཅིག་རེ་བ་ཆེན་པོ་ཡོད་པའི་གསུང་གི་འདུག་དེ་འདྲའི་རེ་བ་བྱེད་ཀྱི་ཡོད་དང་ན་ཅིག་ད་ལྟའི་འབུམ་རམས་པ་ལག་ཁྱེར། ཇི་ནས་རེད་སློབ་སྦྱོང་གནང་མཁན་ཁོ་ན་མ་དེ་ཕེ་ཡོད་རེད་རིམ་པས་རིམ་པས་ཨ་ནི་བོད་མི་ནང་ལ་ཅིག་ད་ཉམས་ཞིབ་སྒང་ལ་ཉམས་མྱོང་ཡོད་ངེས་དང་ནང་བཞིན་ང་ཚོ་དེ་ཉམས་ཞིབ་པ་རྣམ་པ་ཚོ་པ་རུ་བགྲོ་གླེང་བྱས་བསམ་ཚུལ་བརྗེ་ལེན་བྱས་དེ་ནས་ད་ད་ད་བོད་ཀྱི་ཉམས་ཞིབ་སྒང་གི་འཆར་གཞི་ཅིག་ག་རེ་ཡོད་རེད་ཟེར་ན་ཟླ་བ་རེ་རེར་ལ་ཨ་ནི་སྐུ་མགྲོན་རེ་རེ་དེ་འདྲས་ཞུས་བྱས་ཨ་ནི། བོད་དང་འབྲེལ་བའི་གནད་དོན་ཐོག་ནས་ཏེ། བགྲོ་གླེང་གོ་སྒྲིག་བྱས་ཡ་རེད་དེ་བྱས་པ་ཡིན་པ་ཡིན་ན་སྲི་ཞུ་བ་རྣམ་པ་ཚང་མ་ལ་ཐུགས་ཕན་གསོ་འོས་སམ་པའི་རེ་བ་རེད་དེ་ནས་ཟླ་བ་གསུམ་དེ་མིན་ཟླ་བ་བཞི་མཚམས་ལ་ཚོགས་འདུ་ཆེ་བྱེད་ཆེ་ཉི་མ་གང་ཙག་ནང་ལ་ཉི་མ་གཅིག་ནང་ལ་མཁས་དབང་གསུམ་དེ་འདྲས་ཞུས་བྱས་ད་བོད་ཀྱི་ཁོར་ཡུག། གཙོས་པའི་དག་སྣང་བཞིའི་གནད་དོན་གལ་ཆེ་འདི་འདྲའི་སྒང་ལ་བགྲོ་གླེང་གོ་སྒྲིག་བྱས། ཉིན་གང་གོ་སྒྲིག་བྱས། ད་ལོ་རེ་རེར་ན་ཚོགས་ཆེན་ཞིག་ཚོགས་བྱས། ཉི་མ་གཉིས་ཉི་མ་གསུམ་ནང་ལ་མཁས་པ་གང་ལ་གང་འཚམས་ཞིག་དེ་འདྲའི་ཞུ་བའི་ཐོག་ནས་བོད་དང་གནད་དོན་འབྲེལ་བ་ཡོད་པའི་བགྲོ་གླེང་ཅིག་བཙུགས་ཐུབ་པ་ཡིན་པ་ཡིན་ན་ཁོ་ཉམས་ཞིབ་པ། དག་སྣང་བཞིའི་སྲི་ཞུ་བ། སྤྱི་ཡོངས་ལ་ཐུགས་ཕན་གསོས་ན་བསམ་པའི་རེ་བ་རེ་འདི་སོང་ཚེ་ད་ལས་ད་བོད་ཀྱི་ཉམས་ཞིབ། ཁང་ནས་ད་ལྟ་ཅིག་ཟླ་བ་རེར་ལ་ཚོགས་འདུ་བསྐོང་ཡག་གཞི་རྩའི་ད་རིང་སྒོ་འབྱེད་བྱས་པ་རེད་དེ། འདི་ནི་རྒྱ་ནག་མཁས་པ་དང་ཕྱི་རྒྱལ་མཁས་པ་དང་དེ་འདྲས་ཕེབས་པའི་སྐབས་ལ་གོ་སྒྲིག་གང་ལ་གང་ཚ་གནང་འདོད་རེད་ཅི་ཡོང་ད་ང་ཚོ་དེ་ལ་སྐུ་མགྲོན་སུ་ཕུལ་སུ་ཕེབས་དགོས་དོན་བསྟུན་དགོས་དགོས་རེད་དེ་སྐུ་མགྲོན་ཕེབས་མིན་མ་ལྟོས་པའི་ཐོག་ནས་ཡང་བོད་ཀྱི་ཉམས་ཞིབ་ཁང་རང་ནས་ཕྱིས་ནི་སྐུ་མགྲོན་དམིགས་བསལ་དེ་འདྲས་ཞུ་དགོས་བྱུང་བ་ཡིན་པ་ཡིན་ན་དེ་འདྲས་ཞུས་བྱས་ད་བགྲོ་གླེང་གང་མང་གནང་ཡག་རེད་དེ་བྱས་པ་ཡིན་ན་ད་ཉམས་ཞིབ་ཁང་དེ་གར་ཆགས་ཡག་རེ་བ་ཡོད་ཟེར་ན་ད་གང་གི་ཟི་ནེར་དར་མ་ས་ལ་ནང་ལ། ཀྱི་ཀླད་པ་དཀྲུག་ས་བྱེད་འོར་བ Intellectual Hub ཟིན་ས་བྱེད་འོར་བ་གནས་ཚུལ་སྒྲུབ་ས་བྱེད་གནས་ཚུལ་བརྗེ་ལེན་བྱེད་ས་བྱེད་འདི་འདྲ་བྱས་བྱེད་ཀྱི་རེད་བ་རེད་ཨ་དང་ནང་བཞིན་ད་ད་ཁོ་རྣམ་པས་ཀྱི་ད་ཉམས་ཞིབ་པ་རྣམ་པ་ཚོ་འགོ་བཙུགས་ཀྱི་ག་རེ་བྱེད་འོར་ཟེར་ན་ས་ལྷག་པ་ཆ་ཆེན་འཛོམས་ན་ཚོད་ཚོད་གསུམ་པ་རྗེས་སུ་ཨ་ཁོ་རང་ཚོ་ཞིབ་འཇུག་ག་རེ་ག་རེ་གནང་གི་ཡོད་མེད་དེ་ཨ་ཕའོ་བསམ་ཚུལ་བརྗེ་ལེན་གནང་དགོས་བ་རེད་དེ་རྗེས་ཆེ་ཨ་ནི་བསམ་ཚུལ་བརྗེ་ལེན་གནང་ཡ་དེ་ཐོད་པན་སོད་པ་འདུག་ཞེས་རྗེས་གོ་ཡ་འདུག་ཏན་ཏན་ཡོད་མདོག་ཁ་བ་རེད་ང་ཡིན་པ་ཡིན་ནའི་ཡང་ད་ལོ་བཅུ་དྲུག་སེང་ག་ཁྲ་ལེ་ཁྲིམས་པོའི་ཉམས་ཡ་ཚུགས་པ་རེད་ཉམས་ཞིབ་པའི་ཉམས་མྱོང་ཏེས་ཡོད་ཡོད་འདོད་སྐབས་ལ་གཞི་རྩའི་ཉམས་ཞིབ་ག་འདྲེ་བྱེད་དགོས་གི་ཡོད་མེད་དེབ་མང་པོ་ཞི་དྲག་ཡོད་རེད་དགེ་རྒན་གི་བཀའ་སློབ་ལམ་སྟོན་ཞི་དྲག་མང་པོ་གནང་གི་རེད་ཡིན་ནའི་མཐའ་མ་དེ་ལ་གཙོ་བོ་སོ་སོ་གི་ཡིག་དེབ་ཀློག་བྱེད། དེ་ནས་ཉམས་ཞིབ་བྱེད་སྟངས་དེ་ནི་གཙོ་ཆེ་ཤོས་རྩོམ་འབྲི་ཡག་མགོ་བཙུགས་ཡོང་དོན་ག་ལ་བཞི་ནི་ད་ཉམས་ཞིབ་བྱེད་སྟངས་ཀྱི་ཉམས་མྱོང་ཟིན་ནས་རེད་དངོས་གནས་རེད་ཁ་ཚུགས་པ་རེད་རིན་ཐང་འདི་བཞི་ནི་རྟོགས་ཡོང་ཐུབ། འདི་ཡོང་དོན་སྐབས་ལ་ད་ཉམས་ཞིབ་པ་རྣམ་པ་ཚོ་འགན་འདི་གཙོ་བོ་ག་རེད་ཟེར་ན་གཞི་རྩའི

ཞུགས་དག་བཏང་ཟིན་ནས་རེད་ད་ཉམས་ཞིབ་ཐོག་ནས་ཨ་ནི་ད་ཁོ་གནས་ཚུལ་ག་འདྲི་ཞིག་རེད་དོ་ཡང་ཅིག་བཀྱག་ཐུག་ངེས་བྱུང་ད་འདི་མ་པབ་སྐབས་ལ་པབ་པའི་སྐབས་ལ་ཨ་ནི་བསམ་ཚུལ་བརྗེ་ལེན་བྱེད་བྱེད་ངས་དེ་འདྲི་དེ་འདྲི་ཉམས་ཞིབ་བྱས་པ་ཡིས་གནས་ཚུལ་དེ་འདྲི་དེ་འདྲི་རྟོགས་སོང་ད་འདི་ལ་ཨ་ནི་ང་རང་བསམ་ཚུལ་དེ་འདྲི་རེད་བསམ་གི་འདུག་བྱས་ཡོད་ད་ནི་གཞན་ཕག་གི་དེ་འདྲི་ཨ་ཡིན་ན་དེ་ཅིག་གནད་དོན་མང་པོ་ཞིག་བཏོན་ནས་ཡིན་གི་མ་རེད་བྱས་བྱས་བགྲོ་གླེང་གང་མང་མང་བྱུང་བ་ཡིན་པ་ཡིན་ན་ཨ་ནི་མཐའ་མ་པུས་མཐའ་མ་གི་ཅིག་ཉམས་ཞིག་སྤུས་དེ་ག་རེ་ཡོང་གི་བར་ཚེ་ན་བསམ་ཚུལ་མང་པོ་ཞུ་དོགས་སྐྱོན་བརྗོད་མང་པོ་ཅིག་བྱས། བྱས་ཚར་བའི་ཞོའུ་གི་ཉམས་ཞིབ་འདི་སྤུས་དག་པོ་ཆགས་ཡོང་གི་རེད། ད་དེ་འདྲའི་ཆགས་པ་ཡིན་པ་ཡིན་ན་དེ་ནས་ང་ཚོ་ཅིག་པར་སྐྲུན་བྱས་བྱས་དང་པོ་བོད་ཀྱི་ཉམས་ཞིབ་ཁང་གི་དྲ་རྒྱ་ནང་ལ་དེ་ནས་རེ་བ་སྤུས་དག་པོ་ཡོད་པ་ཡིན་ན་རྒྱ་གར་གྱི་ཨ་ནི། ཚགས་པར་ཡིན་ནའི་རེད། ཉམས་ཞིབ་པ་རང་གི་རྩོམ། ཉི་དེབ་འདི་འདྲས་ཡོད་རེད། དུས་དེབ་འདི་འདྲས་ཡོད་རེད་དེ་གའི་ནང་དཔར་སྐྲུན་བྱེད་ཡ། རིམ་པས་རིམ་པས། ད་སྤུས་དག་པོ་ཞེ་བོ་བྱུང་བ་ཡིན་པ་ཡིན་ན་རྒྱལ་སྤྱིའི་ཐོག་ནས། འདི་སོང་ཙང། ཁྱེད་ཚང་གི་ཉམས་ཞིབ་པ་ཁོ་རང་མཇལ་བའི་སྐབས་ལ་ཞུས་པ་ཡིན། ང་རང་དུ་བསམ་པ་ལ་དངོས་གནས་རང་སྤུས་དག་པོ་ཞེ་བོ་བྱས་ཡོད་བསམ་བྱས་ང་ཡང་འདི་འདྲ་བསམ་མྱོང། ད་དངོས་གནས་རང་ཉིད་འདི་ནང་ད་རེས་གནས་ཚུལ་མང་པོ་ཞིབ་བསྒྲུབ་ཆེད་རྩོམ་བྲིས་ཡོད་དེ་དགེ་རྒན་གྱིས་ཕུལ་ཡོང་དོན་གོ་ད་འདི་རྩ་ནས་འགྲིག་གི་མ་རེད། ཁྱེད་རང་བོད་པ་གི་ཆོག་ཤེས་དམར་པོ་མ་རྒྱང་འདུག་འདི་ནང་ལ་འདི་ཉམས་ཞིབ་པ་ཆགས་གི་མ་རེད་མ་རེད་གནས་ཚུལ་ད་ག་རང་དངོས་ཡོད་གནས་ཚུལ་རེད་ཟེར་དུས་འདི་མ་རེད་ཁྱེད་རང་ག་རེ་རྩོད་གི་ཡོད་པ་ཡིན་ནས་ཁུངས་ལྡན་བྱེད་ཡ་འདི་གལ་ཆེན་པོ་ཞིག་རག་རེད་ཁུངས་ལྡན་གཟིགས་འོས་འདོད་སྐབས་ལ་ད་ཉམས་ཞིབ་བྱེད་པའི་ཐོག་ནས་གནས་ཚུལ་སྒྲུབ་པའི་ཐོག་ནས་ད་ཁུངས་ལྡན་བྱེད་དགོས་གི་རེད། བྱས་ཡོད་འདོད་ག་ལ་ཐད་ཀྱི་ཉམས་ཞིབ་ཀྱི་འགྲོ་སྟངས་འདི། འགྲོ་སྟངས་རང། རིམ་པ་མང་པོ་ཞིག་ཞུ་ཡོད་རེད། ད་འདི་གས། ད་དེ་ཞུས་བསྡད་པ་ཡིན་ན་ད་ང། ལོ་གཉིས་གསུམ་ནང་ལ་དམིགས་བསལ Methodology ཕ་གས་བསླབ་ཡོང་རྒྱུར་འདི་གས་ཚང་མ་སྐྱོར་བསྡད་པ་ཡིན་ན་ཨ་ཏི་ང་རང་གས་དགེ་རྒན་ཚོ་སྡུག་པོ་བཏང་རྒྱུར་དྲན་རོགས་དང་རྣམ་པ་ཚོའི་ཉོབ་རོགས་རེད་བསམ་འདུག་ལ་རེད། ཡིན་ནས་གཙོ་བོ་དེ་ག་རེད་ཟེར་ན་ད། ཉམས་ཞིབ་གནང་ཡོང་དོན་སྐབས་ལ། བོད་པ་ཡིན་པ་འདི་གཞི་རྩའི་བོད་པ་ཡིན་པ་འདི་གཞི་བཞག་པའི་ཐོག་ནས་བོད་པ་གི་འཚོ་བ་དང་བདེ་སྐྱིད་ཟུར་ཆིག་ལ་བཞག་ཐུགས་ཡ་འབད་བརྩོན་བྱས་གལ་ཆེན་པོ་ཞིག་རེད། དེ་ནས་གནས་ཚུལ་དངོས་ཡོད་ཡོད་པའི་ཐོག་ནས་འདི་གི་ཁྱེད་རང་ཁམས་ཆུ་རྒྱལ་གི་ཡིན་མ་ཡིན་ན Hypothesis ཟེར་ནས་ཁ་ཟེར་འདི་ཁུངས་སྐྱེལ་ཐུག་གི་འདོད་མི་འདུག་བས་ཟེར་ཡ་རེད་དེ་ཁུངས་སྐྱེལ་མ་ཐུག་ན་ཁྱེད་རང་གི་ཁམས་ཆུ་དང་པོ་རྒྱ་བལ་འདི་བདེན་པ་ཆགས་གི་ཡོད་མ་རེད་ཁམས་ཆུ་གཞི་རྩའི་བདེན་པ་ཡིན་ན་ཡང

འདི་ལས་གཏིང་ཟབ་ག་རེ་ཡོད་རེད། འདི་སྐད་དེ་ཉམས་ཞིབ་པ་གི་ད་རྒྱུ་མཚན་འདི་འདི་འདི་འདི་རེད་ཤ་ག་ཤས་ག་རེ་སི་གོ་རེད་ཟེར་ན་ད་ཡིན་དེ་ཡིན་བོད་འདི་རྒྱ་ནག་གི་བཙན་བཟུང་བྱས་པའི་རྒྱུ་མཚན་གཙོ་བོ་རེད་མཁྲེགས་འཛིན་གི་སྲིད་ཇུས་རེད་ག་ཤས་ཀི་ཉིས་སྟོང་བཞི་ཉིས་བྱས་བྱས་གོང་ས་མཆོག་ལ་མཚན་སྨད་ཞུ་ཡ་དགོ་བཙུགས་བྱས་རེད། འགའ་ཤས་ཀྱིས་བྱས་པ་ཡིན་ན་ཉིས་སྟོང་བརྒལ་ནས་བྱས་ཆེད་དམ་དྲག་བྱེད་ནི་རེད། ཅེས་བཤད། ད་རྒྱུ་མཚན། མཁས་པ་རེ་རེ་གིས་རྒྱུ་མཚན་འདྲ་མིན་སྣ་ཚོགས་བཤད་ཡོང་གི་རེད། ཡིན་ནའི་ད་ང་ཚོའི་ཆབ་སྲིད་དང་གནད་དོན་ལ་དཔའ་བའི་བདེན་པ་ཡིན་པའི་ཆ་ནས་རྒྱུ་མཚན་བཤད་ཀྱི་ཡོད་རེད་དེ་ཡིན་ནའི་འདི་ལས་གཏིང་ཟབ་པ། འདི་ལས་ཁུངས་བརྟན་པ། འདི་འདྲའི་གི་གནས་ཚུལ་རྟོགས་ཐུབ་པ་ཡིན་པ་ཡིན་ན། ཨ་ནི་ང་ཚོ་རྒྱལ་སྤྱི་སྡིངས་ཆ་གང་འགྲོ་ཡོང་འདོད་གང་ལ་ཡང་བཀའ་མོལ་གནང་ཡོང་འདོད་སྐབས་ལ་བསམ་ཚུལ་བརྗེ་ལེན་བྱེད་ཡོང་འདོད་སྐབས་ལ་དངོས་གནས་རང་ཁུངས་ལྡན་རེད་ཤག་བྱས་པ་ཡིན་ན་གཞི་རྩའི་བདེན་པ་ང་ཚོ་ལ་ཡོད་རེད་དེ། བདེན་པ་དེ་ཁུངས་སྐྱེལ་དགོས་རེད། ཁུངས་སྐྱེལ་གི་ད་དེ་ཁ་སོ་ལག་ཆ་དེ་མ་བཟོས་ན་རྒྱུ་དེ་ད་ཉམས་ཞིབ་པ་གི་ཉམས་ཞིབ་གནང་བའི་ཐོག་ནས་གནང་ཐུབ་དགོས་དགོས་རེད། འདི་ཡིག་ཐག་ཁ་སོ་བོར་ང་ཚོའི། ཐོག་ནས་ཡིན་པ་ཡིན་ནའི་ཡང་རེད་པ་ཡིན། ཨ་རི་རྒྱལ་སྤྱིའི་རྒྱ་གར་ནང་མཁས་པ་རེ་འདྲས་རྒྱལ་སྤྱིའི་ཐོག་ནས་མཁས་པ་རེ་འདྲས་ཕེ། ཕེ་བྱས་ཨ་འདས་ལ་བསམ་ཚུལ་བརྗེ་ལེན་གནང་ཨ་ཉམས་ཞིབ་པ་མཉམ་དུ་རིམ་པས་རིམ་པས་ང་ཚོའི་རེ་བ་དེ་ག་རེ་ཡིན་ཟེར་ཉམས་ཞིབ་པ་ཚོ་ཨ་ནི་རྒྱ་གར་གྱི། ཉམས་ཞིབ་ལྷན་ཁང་དེ་འདྲའི་ཁག་འཕེལ་ཐུག་ཡ། རྒྱ་གར་ནས་ཕྱི་རྒྱལ་འདི་ཉམས་ཞིབ་གནང་མཁན་ཚོ་ཡིན་པ་ཡིན་དེ་ཕལ་ཆེ་ན་མོ་སེམས་དུ་ཞུགས་ཆེ་བསམ་ཚུལ་བརྗེ་ལེན་བྱེད་ཐུག་ཡ། རབ་ཏུ་བྱུང་ན་རིམ་པས་རིམ་པས་རྩོམ་ཡིན་ནས་མཉམ་དུ་བྲིས་ཐུག་ཡ། དེ་འདྲི་རེ་བ་ཡིན། ཨ་ད་ནང་བཞིན་ད་ང་ཚོ་སྒྲིག་འཛུགས་དང་འབྲེལ་བ་ཡོད་པའི་གར་ཆགས་ཡོང་གོ་ར་ཟེར་ན་ད་ལས་བྱེད་ཡིན་ཚ་བས་ཞུ་གོ་ལ། མཐོ་སློབ་ནས་སློབ་སྦྱོང་བྱས་པ་དེ་བྱས་དེ་ནས་གཞིས་བྱེས་ལས་བྱེད་བྱེད་ཡུན་དེའི་ཁོང་འཛིན་སྐྱོང་རང་ལ། གཞིས་བྱེས་འཛིན་སྐྱོང་གལ་ཆེན་པོ་ཞིག་གྲགས་རེད་འདི་འགན་ཁྱི་གུ་གུ་ཡོད་རེད་དེ་འཛིན་སྐྱོང་རང་ལ་དབུ། ཁོ་ཡ་དེ་གཅིག་པོ་དབུ་ཁོ་ཡ་ཟེར་ནས་འཛིན་སྐྱོང་རང་གཅིག་པོ་མེད་པའི་ཕྱོགས་ནས་གཞིས་བྱེས་སོ་སོ་གི་ཀླད་པ་ཡར་རྒྱས་གཏང་དགོས་སྐོར་གཞིས་ཆབ་སྲིད་ཀྱི་གནས་སྟངས་མཐོང་ནས་འབུད་ནས་གོ་རྟོགས་སྤེལ་དགོས་འདོད་སྐབས་ལ་ད་བོད་ཀྱི་ཉམས་ཞིབ་ལྷན་ཁང་འདི་ནང་ཕེབས་བྱས་ད་ཁོ་རང་ཚོ་གི་ད་ཟླ་བ་རེ་རེ་ལ་ཚོགས་འདུ་རེ་རེ་བསྐོང་བ་ཡིན་ནས་རེད་ཟླ་བ་རེ་གཅིག་གཉིས་བསྐོང་བའི་སྐབས་ལ་གང་མང་མང་ཕེབས་ཐུག་ཡག་དེ་ལ་ནི་ཁོ་རང་བསམ་ཚུལ་བརྗེ་ལེན་བྱས་པའི་སྐབས་ལ་མཁས་དབང་ཚོ་ཕེབས་པའི་སྐབས་ལ་གསུང་བཤད་གནང་བའི་སྐབས་ལ་དོ་སྣང་གནང་བའི་ཐོག་ནས་ཨ་ནི་སྲི་ཞུ་བ་ཡིན་པས་ཡིན་ནའི་ཡང། གཅིག། ཕྱི་རྒྱལ་མི་ཞུ་ཐུག་ཡོད་འདོད་སྐབས་ལ་བོད་པའི་གནས་སྟངས་ཁོ་ནས་སྤྱི་ཡོངས་ཐོག་ནས་འགྲེལ་བཤད་རྒྱག་ཐུག་ངེས། གཏིང་ཟག་པོའི་ངོ་ནས་ཨ་ནི་བཀའ་མོལ་གནང་ཐུག་ངེས་འདི་འདྲས་ཅིག་བྱུང་ན་བསམ་པའི་རེ་བ་རེད། ད་ལྟ་ནང་བཞིན་དོན་གཅོད་ཁག་ནང་ལ་ང་ཚོའི་ལས་བྱེད། ཡིག་རྩེག་སྟངས་བྱེད་གང་ཡག་ཡག་བདམས་བཏང་གི་ཡོད་རེད་ཏེ་ཡིན་ནའི་ཡིན། ད་དེ་ལས་སྤུས་ཀ་ཡག་པོ་བཏང་ཡ་ཆེད་དུ་ཨ་རི་དངོས་གནས་རང་ཆབ་སྲིད་བོད་ཀྱི་ད་ལྟའི་འགྲོ་བ་མིའི་ཐོབ་ཐང་དཔལ་འབྱོར་གྱི་གནས་སྟངས་ཁོར་ཡུག་གི་གནས་སྟངས་རྒྱ་ནག་གི་སྲིད་བྱུས་རྒྱ་ནག་གི་འགོ་ཁྲིད་ད་ལྟ་བརྗེ་པོ་རྒྱབ་ཡ་དེ་སྐད་ཀྱི་གནས་སྟངས་དག་ན་བཞིན་ཨ་རི་གི་གནས་སྟངས་ཡུ་རོབ་གནས་སྟངས་ཆ་ཚང་ཧ་གོ་ངེས་དེ་འདྲས་རྟོགས་ཐུབ་ངེས་ཅིག་ད་ང་ཚོའི་ཕྱིའི་ལས་ལས་བྱེད་བཏང་ཐུབ་པ་ཡིན་པ་ཡིན་ན

དེ་འདྲའི Political Office བསྐོས་དགོས་བ་རེད། མ་འོངས་པ་ལ་རེ་བ་ལ། ད་དོན་གཅོད་ཁང་ནང་ལ་ཡིན་པ་ཡིན་ནའི་ཡང་གཞི་རྩའི་ང་ཚོའི་ད་ལྟ་ལས་བྱེད་ཏང་ནང་གི་ཚོ་གི་སྐུ་ལས་སྐྱོན་ཆེ་ལྷག་བསམ་རྣམ་དག་ཐོག་ནས་ཞབས་ཕྱི་ཞུ་གི་ཡོད་རེད་དེ་ཡིན་ནའི། མ་འོངས་པ་ཅིག་ཆབ་སྲིད་ཀྱི་གནད་དོན་ཆ་ཚང་འཁེལ་ངེས་དེ་འདྲི་ཞིག་བྱུང་བ་ཡིན་པ་ཡིན་ན། ཨ་ནི་ཁོ་རང་སྡིངས་ཆ་ག་འདྲི་ཅིག་ལ་ཕེབས་པ་ཡིན་པའི་ཡིན་ནའི་ཡང་བཀའ་མོལ་གནང་ཡག་གཏིང་ཟབ་པོའི་ངོས་ནས་བསམ་ཚུལ་བརྗེ་ལེན་བྱེད་ཐུབ་པ་ཡིན་པ་ཡིན་ན་ཕྱི་ནས་རྒྱབ་སྐྱོར་རག་གི་རེད་མཐོང་ཆེན་རག་གི་འདི་རེད་བ་རེད་དེ་སོང་ཙང་ད་ཅིག་བོད་ཀྱི་ཉམས་ཞིབ་ཁང་ནང་ལ་ཡོད་ངའི་ཉམས་ཞིབ་པ་ཚོ་ལ་ཡིག་རྩལ་བཏང་བའི་སྐབས་ལ་དམིགས་བསལ་དོན་གཞི་ཁག་ལ་ཕེབས་ཡོང་དུས་ཁག་ལ་ད་ཁོར་ཡུག་དང་ཆབ་སྲིད་དང་འདིའི་སྐོར་ནས་མང་པོ་ཅིག་ད་ཡིག་རྩལ་བཏང་དང་ཏེས་འགྱུར་བ་བཏང་དགོས་ཆགས་སྲིད་པ་ཅིག་རེད་དེ་བྱས་པ་ཡིན་པ་ཡིན་ན་ཉམས་ཞིབ་པ་རྣམ་པ་ཚོ་ལ་ཏེས་འདི་ཡོད་རེད་ཁ་ཚུགས་རེད།

སྤུས་དག་ག་ཡ་ག་ཅིག་འདི་ག་ཚོ་རྒྱལ་སྤྱིའི་སྡིངས་ཆར་བཏང་ཐུབ་པའི་རེ་བ་རེད་ད་ཡིན་ནས་ད་ཡིན་གོང་དུ་ཞུས་པ་ནང་བཞིན་རེད་གཞི་རྩའི་ཉམས་ཞིབ་ཁང་བཙུགས་ཡོད་འདོད་ག་ལས་གཞི་ག་རེ་སྤེལ་བའི་ནས་འཆར་གཞི་དེ་ཆེན་པོ་གོ་དགོས་བ་རེད་དམིགས་ཡུལ་དེ་ཆེན་པོ་གོ་དགོས་བ་རེད་བསྒྲུབ་དང་མི་བསྒྲུབ་དེ་མཐུན་རྐྱེན་དང་འབྲེལ་བའི་ད་མི་སྤུས་དག་ཞིག་གོ་དགོས་བ་རེད་དེ་སོང་ཚེ་ཁེ་ས་ང་ཚོས་བིགས་ཐུབ་ཡོད་འདོད་ག་ལ་ད་ད་ངོ། དྲུང་ཆེ་བསམ་འཕེལ་ལགས་གསུང་སྟངས་བྱས་པས་ཁོ་རྣམ་པ་ཉམས་ཞིབ་པ་རྣམ་པ་ཚང་མ་འཛོམས་བྱས། ཁོ་རྣམ་པས་དངོས་ཡོད་ཀྱི་གནས་སྟངས་ག་བ་སླེབས་བསྡད་ཡོད་ཁོ་རང་ཚོ་གི་ཐུ་བྷིན་གསོས་པས་ཉམས་ཞིབ་ག་རེ་བྱེད་ཐུབ་ས་རེད་ཐུ་བྷིན་གསོས་པས་ཨ་ནི་ལས་གཞི་ག་རེ་སྤེལ་ཐུབ་ས་རེད་བྱས་བྱས་གནང་གི་ཡིན་གསུངས་སོང་འདི་གཞི་བཞག་པའི་ཐོག་ནས་ཨ་ནི་འཛིན་སྐྱོང་ཐོག་ནས་མཐུན་རྐྱེན་ག་རེ་གནང་དགོས་བ་ཡིན་གནང་ཡ་བྱས་དེ་ནས་རྣམ་པ་ཚོ་ཐོག་ནས་ཡིན་པས་ཡིན་ནས་ཡིན་ད་རྣམ་པ་ཚོ་རང་གི་སྣང་ཐུག་ཡ་འདི་འདྲ་ཞིག་འདུག་བྱས་བྱས་བསམ་ཚུལ་བྱུང་རྟོགས་ཚར་བའི་ཞུ་གུ་ལ་འདི་སྒང་ལ་གང་ཐུག་ཐུག་གཏིང་ཟབ་ཟབ་ཉམས་ཤིང་སྣང་བྱས་ཨ་རེ་མའི་གོང་དུ་ཞུ་བ་ནང་བཞིན་བསམ་ཚུལ་བརྗེ་ལེན་དཔར་སྐྲུན་རྒྱལ་སྤྱི་སྡིངས་ཆ་ཁག་ལ་ཚོགས་འདུ་ཁག་མང་པོ་བྱེད་ལ་ཕེབས་ཐུག་ཡག་གི་རེད་པ་ཞུ་གི་ཡོད།

ཁམས་ནང་ལ་ད་ལྟ་ཅིག་མཁས་དབང་དང་མཁས་པ་རྩོམ་པ་པོ་དེ་འདི་འདྲའི་ཞུ་བའི་སྐབས་ལ་གང་མང་མང་ཕེབས་རོགས་གནང་ཞེས་ཆེ་རེ་འདུན་ཞུ་གི་ཡིན། ཨེ་ཐར་དོན་ད་ད་ལྟ་བར་དུ་ང་ཚོ་དེ་བཙན་བྱོལ་སྒྲིག་འཛུགས་རེད། སྤྱི་ཡོངས་ཐོག་ནས་དྲ་ལ་ཕྲན་བུ་ང་ཚོའམ་རྐང་པ་ལངས་ཐུབ་པའི་རྒྱུ་མཚན་འདི་ངས་དུས་རྟག་ཏུ་ཞུས་ཏེ་འདི་མི་རྟོགས་རྒན་པའི་སྐུ་ལས་རྒྱལ་བའི་བཀའ་དྲིན་བརྟེན་ནི་རེད་ད་གིན། གོང་དུ་གསུངས་པ་ནང་བཞིན་རེད། བདེ་སྲུང་བོད་གནས་ཉམས་ཞིབ་ཁང་ནང་ལ་བདུན་ཅུ་དོན་གྲངས་ལོག་ནས། སྲི་ཞུ་བ་མང་པོ་ཅིག་གི་སྐུ་ལས་རྒྱལ་བའི་བཀའ་དྲིན་བརྟེན་ནས་ད་ལྟ་བ་དེ་ཧྲག་ཐག་ཐག་བྱུང་བསྡད་ཡོད་རེད་དེ་མུ་མཐུད་ནས་གནས་དགོས་དགོས་བ་རེད་ད། ཞུ་མོག་གོ་བ་གཙོ་ཆེ་ཤོས་ང་ཚོའི་བླ་ན་མེད་དབུ་ཁྲིད་གོང་ས་མཆོག་གིས། ཁོང་གི་བཀའ་དྲིན་བརྟེན་ནས་བྱུང་བཞག་པ་ཡིན་དུས་སྐབས་ལ་ཚང་མ་ལ་སྙིང་ཐག་པ་ནས་ཐུགས་ཆེ་ན་ཞོན་ཐུགས་ཆེ།